བཟོད་པ་གོང་བུར་ཡོད་པ་དང་ཇི་ལྟར་བསྒོམ་པའི་ཐབས་ཟེར་ན་རྣམ་པ་གཉིས། བཀའ་བསྲུབ་པ་བ་གཉིས་པ་བཤད་པའི་སྐབས་དེ་ལ་ཡང་མདོར་བསྟན་པ་དང་རྒྱས་པར་བཤད་པ་ཟེར་རྣམ་པ་གཉིས། བཀའ་བསྲུབ་པ་བ་རྒྱས་པར་བཤད་པའི་སྐབས་དེ་ལ་ཡང་ཁྲོ་བོའི་ཡུལ་གྱི་དབྱེ་བ་སྤྱིར་བསྟན་པ་དང་དེ་ལ་ཁྲོ་བ་དགག་པ་ཟེར་ནས་རྣམ་པ་གཉིས་ཡོད། བཀའ་བསྲུབ་པ་བ་གཉིས་པ་བཤད་པའི་སྐབས། དེ་ལ་ཡང། མི་འདོད་པ་བརྗོད་པ་དང། འདོད་པ་གེགས་བྱ་བ་ལ་ཁྲོ་བ་དགའ་བ་སོགས་ནས་རྣམ་པ་གཉིས་ཡོད། བཀའ་སྲུང་བམ་པ། དེ་ནི་དང་པོ་ཞེས་པའི་སྐབས། དེ་ལ་ཡང། དགྲ་ལ། བདག་ལ་ཉེས་པ་ཞི་བྱེད་པ་དང་གཤེད་ལ་ཉེས་པ་ཞི་བྱེད་པ། དགྲ་ལ་ལེགས་པ་ཞི་བྱེད་པ། ཟེར་ནས། འོ། འདི་ལ་ཁྲོ་བ་དགའ་བ་སོགས་ནས་དོན་ཚན་གསུམ་ཡོད། སྡང་པོ་བྱེད་པའི་སྐབས་དེ་ལ་ཡང། བདག་ལ་གདུང་བར་བྱེད་པ་དང། བརྙས་སོགས་གསུམ་བྱེད་པ་ལ་ཁྲོ་བ་དགའ་བ་ཟེར་ནས་དོན་ཚུལ་གཉིས་ཡོད། ད་གཉིས་ཡོད་ས་ལས་ཁ་ཟས་ཀྱི་བར་ན་ལོ། བདག་ལ་གདུང་བར་བྱེད་པ་ཟེར་མེད་ཀྱི་སྐོར་འདི་ཞུ་ཚ་ཡིན། ད་ཁ་ཟས་ཀྱི་བར་ན་ལོ་བདག་ལ་གདུང་བར་བྱེད་པ་ཟེར་མེད་ཀྱི་ནང་ན་ལོ། མ་ཨེ་འོམ་ན་ལོ། གདུང་བ་དང་ལེན་གྱི་བཟོད་པ། ཆོས་ལ་མངོན་པར་སེམས་པའི་བཟོད་པ། གནོད་པ་ལ་ཇི་མི་སྙམ་པའི་བཟོད་པ་ཟད་པའི་ཕྱིར་ན་དོན་མཚོན་གསུམ་གྱི་མཐོ་ལས་པའི་ཕྱིར་ན། སྡུག་བསྔལ་དང་ལེན་གྱི་བཟོད་པ་དེ་མ་ཞུ། ཁ་ཆེ་ལོ། བདག་ལ་སྡུག་བསྔལ་བྱས་པ་གི་སྐབས་སུ་བཟོད་པ་བསྒོམ་དགོས་པའི་སྐོར་དེ་ཞུ། ཞེས་ཞུ་ནས། ད་ལྟ་རེག་ལས་མ་བོས་ད་ལུ་སྙེ་སོགས་གསུམ་བརྒྱད་པ་ལ་ཁྲོ་བ་འགགས་པ། ད་ཡང་རྩ་བའི་ས་བྱི་དང་སྦོམ་ན་ལུང་བདག་ལ་ཉེས་པ་ཞི་བྱེད་པ། ཤེས་ལ་ཉེས་པ་ཞི་བྱེད་པ། སྒྲ་ལ་ལེགས་པ་ཞི་བྱེད་པ། སེམས་བདག་ལུས་བདག་བཞི་སྟེ་ཤེས་བདག་ལུས། སྡུག་བསྔལ། སྨྱོ་སྤྱོད། ཚིག་རྩུབ། མི་སྙན་པ། ཟས། དང་ནི་བཞི་ཤེས་པ། དང་ནི་སྡུག་བསྔལ་སྨྱོ་སྤྱོད་ཚིག་རྩུབ་མི་སྙན་པ་བཞི་ཡོད་ས་ལས། དང། སྡུག་བསྔལ་གྱི་སྐོར་དེ་ཞུ་ཚགས་མམ། ད་ལྟ་རིལ་མག་བེའུ་དང་ལུག་ད་སྙོབ་བཅོས་དང་ཚིག་རྩུབ་དང་མི་སྙན་པ་ད་ནི་གསུམ་འདི་བྱུང་འབིག་གི་སྐབས་ལུག་མི་གཞན་གི་རང་ལུག་སྙོབ་བཅོས་ཚིག་རྩུབ་མི་སྙན་པ་འདི་སུ་སྦས་འོང་བའི་སྐབས་སུ་ད་བཟོད་པ་སྒོམ་དགོས་པའི་སྐོར་འདི་ད་མ་སྟོན་ནི་ཡིན་པས་སེ་ཞོ་ནི་ད་འདི་མ་སྟོན་པར་བྱས་པ་འདི་ལ་ཡང། རྩ་བའི་གི་ས་བཅད། བསྙད་གསོག་གིས་མི་གནོད་པ་དང་རྙེད་པར་འབར་བྱེད་འབྱེད་པ་དང་གཞན་ལ། གཞན་མ་དད་པར་འབྱེད་པས་ཁྲོ་བར་མི་རིགས་པ། ཟེར་ནས་དོན་ཚན་གསུམ་གྱི་ཐོག་ལས་པའི་མ་དོན་མེད་ཟེར་ཞོར་ནས། དང་པོ་སྟེ། བརྙས་སོགས་ཀྱིས་མི་གནོད་པ། ཟེར་བ་ནས། ད་བརྙས་སོགས་ཀྱིས་མི་གནོད་པ་ཟེར་བ་ལས། བརྙས་ཟེར་བ་ཅན་སྨྱོ་བཅོས་དེ་འམ། ད་སྲོག་གི་ནང་ན་ལོ་ཚིགས་རྩུབ་དང་མི་སྙན་པ་གཉིས་དེ་ཚུལ་དེ་འམ། ད་ནི་སྨྱོ་བཅོས་དང། དེ་ལན་ཚིག་རྩུབ་དང་མི་སྙན་པ་གསུམ་གྱིས་དེ་རང་ལུགས་གནོད་པ་མིན། དེའི་བས་ནི་དེ་གི་རྩིབ་ཟབ་པོ་མིན་སྲིད་དོན་མེད། དེ་རང་ལུགས་གནོད་པ་འབྱུང་དགོས་པ་ཕྱིན། ཡང་ཅིན་སེམས་ཀྱི་ཐོག་ལུགས་གནོད་པ་འབྱུང་དགོས། ཡང་ཅིན་ལུས་ཀྱི་ཐོག་ལུགས་གནོད་པ་འབྱུང་དགོས། དང་ནི་བོ་ད་ལུགས་སྙོབ་བྱའི་ཚིག་རྩུབ་མི་སྙན་པ་འདི་ཚོ་གིས་སེམས་ལུགས་ཡང་མི་གནོད། ལུས་ལུགས་ཡང་མི་གནོད་སྲིད་དོན་མེད། དེའི་བས་ནི་དེ་གིས་མི་གཞན་གྱི་རང་ལུགས་ཡང་རྙོག་འཛོལ་དང་ཚིག་རྩུབ་མི་སྙན་པ་དེ་ཚོ་སྦེད་འམ་ད་ལུགས་བཟོས་པ་གོམས་དགོས་སའི་སྐོར་དེ་བཏོན་མེད། ད་དེ་བཏོན་མེད་ཀི་གཞུང་དག་ན་ཡིད་ནི་ལུས་ཅན་མ་ཡིན་པས་སུས་ཀྱང་གང་དོན་གཞོམ་མི་ནུས། ད་ནི་ཚིག་རྐང་གཉིས་བརྡེག་གི་དང་པོ། སྡུག་བསྔལ་དཀའ་སྤྱད་ལོ་རྙོག་འཛོལ་ཚིག་རྩུབ་མི་སྙན་པ་གསུམ་གྱིས་སེམས་ལུས་གནོད་པ་མེད་པའི་སྐོར་དེ་བཏོན་མེད། ད་གསུངས་མེད། སྙོབ་བྱེད། ཚིག་རྩུབ་མི་སྙན་པ་གསུམ་གྱིས་ཆོས་རྭ་གི་སེམས་གླུ་ཡང་གནོད་པ་མིན། ག་དད་མོ་སོགས་དང་ལོ། ཡིད་ནི་ལུས་ཅན་མ་ཡིན་པས་སེམས་ག་ལ། སེམས་འདི་ནི་ལུས་མིན་པས། དེའི་བེ་ནི་དེ་གིས་སུས་ཀྱང། གང་ཟག་ག་གིས་བེ་དེ་གི་བེ་སོད་ཕྱིར་རོ། གང་དུ་ཡང་བསལ་བ་ཅི་གནས་གང་དུ་ཡང། གཞོམ་མི་ནུས་ཟེར་བ་བཞིན་གནོད་པ་ཅབ་ཞི་ན་བས་ཐལ་བ་བརླག་བཏང་བི་ལོ་བཅོམ་བཏང་བི་ལོ་འཇོམས་བཏང་བི་ལོ་ཟེར་གི་མ་པ་ལེ་ར་བས་མི་ཚུགས་སོ་མེད། ག་ཅི་བས་མོ་སེམས་འདི་མཐོང་ནི་ར་མེད་པ་དེ། སེམས་མཐོང་ནི་མེད་པའི་སྒང་ལས། སྟ་རེ་དང་སྟག་རྩེ་དེ་རི་ན་བས་གི་མི་ཟེལ་དང་ཨ་ཏོམ་བམ་སེ་མེ་དང། དེ་ལས་འདི་གསུམ་བས་གི་ད་པེ་སི་ཏོལ་དང་ཀྲོབ་ད་དེ་སོ་ག་དེ་བས་བའང་འདོད་གི་བས་སོ་ཅོ་སེམས་ལུ་གནོད་པ་ར་ཅབ་མི་ཚུགས། རིན་པོ་ཆེ། ཡུལ་ནི་ལུས་ཅན་མ་ཡིན་པས་སུས་ཀྱང་གང་དུ་ཡང་ཤོམ་མི་ནུས། དེ་བས་ནི་འདི་གའི་སྨྱོ་སྤྱོད་དང་ཚིག་རྩུབ་མི་སྙན་པ་འདི་ཚོ་གིས་སེམས་ལ་གནོད་པ་མེད། གསུངས་ནས། ད་ནི་བུ་གསུམ་འོམ་དག་ལོ་ད་རུང་ང་ཅི་སེམས་ཀྱི་དོགས་པ་ལོ་ག་རེ་རྩོམ་མོ་ཟེར་བ། ལུས་ལ་མངོན་པར་ཞེན་པས་ན་ལུས་ནི་སྡུག་བསྔལ་དག་གིས་གནོད། ཟེར་གང་ལས། དག་སྤྱིར་བཏང། དེ་དང་སེམས་བློ་སེམས་དེ་ལུས་མ་ཡིན་པ་ལོ་བསྟན་ཏེ་དགེ་བའི་དེ་གནོད་པ་དེ་མི་འདུག་སྟེ་ཨིན་རུ་ཡང་སེམས་ཀྱིས་རང་གི་ལུས་གཟུགས་ཕུང་དང་ཕུང་པོ་ལྔ་ལོ་ཡང་མངོན་པར་ཞེན་པས་ན་སེམས་ལྔ་ལས་དང་ཆགས་པ་དང་ཞེན་པ་བས་ཞེ་ན་བས་སམ་མེ་དེ་ལས་བསྟན་ཏེ་དགེ་བའི་ལུས་ནི་སྡུག་བསྔལ་དག་གིས་གནོད་སྲིད་དེ་བས་ན་དེ་གི་ལུས་དེ་རྣམ་མེད། བསམ་མེད་སྡུག་བསྔལ་འདི་སོགས་ཀྱིས་གནོད། དེའི་དཔེ་ནི་དེ་གི་ང། མི་གཞན་གྱི། རྙོག་སྤྱོད་དང་ཚིག་རྩུབ་མི་སྙན་པ་འདི་སོགས་འབེལ་བའམ་བརྡ་རུ་རྩིབས་ཟག་མེད། སེར་བླ་བ་ཅན་ཚོགས་མེད། ད་འདི་ལོ་ཡ་ཡང། རྒྱལ་སྲས་ཆེན་པོ་ཞི་བ་ལགས་ཀྱི་གསུང་མེད། སྙན་དང་ཚིག་རྩུབ་སྨྲ་བ་དང་མི་སྙན་པ་ཡི་ཚིག་དེ་ཡིས། ལུས་ལ་གནོད་པར་མི་འགྱུར་ན་སེམས་ཁྱོད་ཅི་ཕྱིར་རབ་ཏུ་ཁྲོ། ད། རྙོག་སྤྱོད་དང་ཚིག་རྩུབ། དེ་རྩོམ་པས་ཀྱིས་མི་ཉན་པ་སྨྲ་བ་དེ་སུ་ཀྱིས་རྩོམ་མེད། སྙད་དང་ཚིག་རྩུབ་སྨྲ་བ་དང་མི་ཉན་པ་ཡི་ཚིག་དེ་སྙོབ་བྱའི་ཚིག་རྩུབ་སྨྲ་བ་མི་ཉན་པ་གྱི་ཚིག་དེ་སུ་ཀྱིས། བྱོལ་རས་ཀྱི་ལུས་གླུ་ཡང་གནོད་པ་མ་བྱུག་གྲོགས་ཟུང་གཅིག་བལ་བ་ཅན། སེམས་ཆོས། རྣམ་སྨིན་བསམ་མེད་དགའ་སྐྱིད་བས་རྩིབས་བཟའ་གོ་སྨྲའོ། བསམ་མེད་སེམས་ཁྱོད་ཅི་ཕྱིར་རབ་ཏུ་ཁྲོ། སེམས་ཆོས་དགའ་སྐྱིད་བས་རབ་ཏུ་བཟའ་བ་ཚོས་རྣམ་སྨིན་བསམ་མེད་ཤུགས་པས་ཁོང་ཁྲོ་དགའ་སྐྱིད་བས་ལངས་གོ་སྨྲའོ།

བླ་བྲབ་བཟུང་བྱེད་པའི་ཨ་བ་ཅན། དེ་ལས་མི་གཞན་འདི་སུ་ང་ལུ་མ་གོ་ཀེའུ་མེ། ཨ་ནི་མ་གོ་ཀེའུ་ལུ་བསྟན་ཏེ་ཀེ་པེ་དེ་མི་འདི་སུ་ཀེ་ང་ལུ་སྙོབ་བྱེད་དང་ཚིག་རྩུབ་མི་སྙན་པ་འདི་སུ་བླ་བོམ་ད་ལུ་ང་ན་མེ། ས་མེ་ཀེ་རྩིབ་ཟའོ་མེ་སི་བླ་བ་ཅན་སོགས་མེ། འདི་ལོ་ཡ་གེ་སེ་ཆེན་པོ་ཞི་བ་ལ་གི་ལན་ག་ཅི་གསུང་མོ་ཟེར་བ་ཅན། གཞན་དག་དག་ལ་མི་དགའ་བ་དེ་ནི་ཚེ་དེམ་ཚེ་གཞན་ལ། ཟེར་བ་མེ་དག། གཞན་དག། མི་གཞན་ཕ་རོལ་པོ་དེ་སུ་ཀེ། རང་ལུ་མ་དགའ་བ་དེ་ཡིས་ཟེར་བ་མེ། བདག་ལ་མི་དགའ་བ་དེ་ཡིས། བདག་མི་གཞན་གྱིས། རང་ལོ་མ་དགའ་བ་འབད་མི་དེ་གྱིས། ཚེ་འདིའམ་ཚེ་གཞན་ལ། ཚེ་ད་ལྟ་དང་ཚེ་གཞན་གཉིས་ཆར་ལུས་ལ། བདག་ལ་བཟའ་བར་མི་བྱེད་ན་ཟེར་བ་བཞིན་རང་ལུས་བཟའ་བར་ཟེར་བ་བཞིན་གནོད་པ། རང་ལུས་གནོད་པ་མ་འབེབས་གྲོགས་གསུམ་གྱིས་འབལ་བ་བྱིན། རང་ལུས་གནོད་པ་མེད་གྲོགས་གསུམ་གྱིས་འབལ་བ་བྱིན། བདག་ནི་ཅི་ཕྱིར་དེ་མི་ལྟོས། ང་དགའ་ཅི་བས་བདག་ནི་ཟེར་བ་བཞིན་ང། ཅིའི་ཕྱིར་དགའ་ཅི་བས་འདས་མི་འདོད། ད་བཞིན་གྱི་མ་དགའ་བ་འདས། དགའ་སྐྱིད་པའི་ཆོས་མ་འདོད་མོ། དེ་ལོ་ཡག་རྩིབས་ཟ་ཁོ་བྱེད་མི་འདོད་མེད་ན། ཨི་མི་བཞིན་བར་རོ་པོ་ཅི་ཆོས་ལུགས་མ་དགའ་བོ་སྐད་དོད་པས་སོ་ཅི་རུང་ཚེ་ད་དོ་ལས་གནོད་པ་མིན། ཚེ་གཞན་ལོ་ཡང་གནོད་པ་མིན། དགའ་སྐྱིད་པས་སོ་ད་ལོ་མ་དགའ་བ་དགའ་དོད་པས་དོད་པས་སོ་ཅི་རུང་ཆོས་ཀྱི་ལུས་ལོ་ཡང་གནོད་པ་མིན། ཆོས་ཀྱི་སེམས་ལོ་ཡང་གནོད་པ་མིན། གསུངས། དེའི་བས་ནི་བདེ་གི། ད་མི་གཞན་གྱི་ཆོས་ལ་རྙོག་བརྗོད་དང་ཚིག་ཚོགས་མི་སྙན་པ་དུས་སུ་བསླབ་བམ་བདག་ལུས་མིག་ཅན་ཕ་རོལ་པོ་ང་ལ་མི་དགའ་བས་སེམས་མེད་ཀྱིས་མནོ་བསམ་ཅི་བཏང་ཡང་ཞིག་ན་བས་དེ་ལུས་ཡ་ཆོས་རྩིབ་ཟ་གོབ་དང་ཁོང་ཁྲོ་སྐྱེ་གོབ་ཅི་ག་ནས་མི་སྲིད་གསུངས་མེད། འོང་ཡ། ཨཱ་ནིམ་སྐྱིད་ཀྱིས་ད་བརྙས་གསོག་གིས་མི་ནུས་པ་དེ་ཡང་བས་ནས་བདེན་གྱི། རྙོག་བརྗོད་དང་ཚིག་ཚོགས་མི་སྙན་པ་དུས་སུ་གྱི། ཆོས་ར་ལུས་དང་སེམས་ཉིད་ཆ་ལུས་ར་གནོད་པ་མི་སྲིད་དེ་ཡང་བས་ནས་བདེན་གྱི་མི་གཞན་ཕ་རོལ་པོ་གྱི་ཆོས་ལུས་ཡ་རྙོག་འཛིང་དང་རྩེག་རྩུབ་མི་སྙན་པ་འདི་ཚོ་ཆོས་འོམ་འདའ་ལོ་རྩིབ་ཟ་གོ་མིན་མ་རེད་སེ་གསུངས་མེད། ཨོ་ཡ། བདག་གཉིས་པ། རྙེད་པར་འབར་ཆེན་རྒྱས་པ་ཟེར་མི་དེ་ཤེས་མེད། ད་རྙེད་པར་འབར་ཆེན་རྒྱས་པ་ཟེར་མི་དེ་ག་ཅི་ལབ་མོ། ང་ཀླུ་ཡ་རྙེད་པ་དང་བཀུར་དེ། ཐོབ་ནི་འདི་སུ་ལུ་འབར་ཆེན་སྐྱབས་མེད་གསུངས་མེད། མི་གཞན་གྱི་ང་ཀླུ། རྙོག་འཛིང་དང་རྩེག་རྩུབ་མི་སྙན་པ་འདི་ཚོ་བརྗོད་ཐབས་སྒྲོག་གསུམ་གྱི་བེལ་བ་བྱིན། ང་ལོ་རྙེད་པ་དང་བཀུར་སྟི་ཐོབ་ནི་ལོ་འབར་ཆེ་སྐྱབས་མེད། དེ་བས་ནི་བདེ་གི་ང་རྩིབ་ཟག་མེད་བསླབ་པ་བྱིན་ཟོག་མེད་ཡིན་པ་མོ་དཔེར་ན། མི་འཛོམས་པའི་གི་འབུ་ལོ། མི་གཞན་གཅིག་ང་ལོ་འབར་ཆེ་སྐྱབས་ཤིག་གནང་བས་སྙོབ་བྱེད་དང་ཚིག་རྩུབ་དང་ངན་གི་སྐྱོན་དང་གྱོད་ཚད་མི་སེ་ཚང་དྲུག་ཤིག་གནང་བས་འབད་ད་པ་བྱིན་ཏེ་མི་གཞན་ལ་ལོ་ཅི་ཡིད་ཆེས་བདེ་གི་བས་ང་ལོ་མ་གའོ་སྐྱེས་སྲིད། མ་གའོ་སྐྱེས་པ་དེ་ལས་ཏན་ཏན་གི་བས་དེ་ཨ་ནི་མི་བདེ་གི་ང་ལོ་ད་འབྱིན་གོ་ནོ་མི་དེ་སེ་མ་འབྱིན་པ་བཞག་སྲིད་མ་པ། ཨཱ་ནི་བེ་ནི་ཏེ་ཀི་ཏཱ་གོ་ཚིབ་ཟག་མེད་ས་ལ་བ་ཅིན་ཟག་མེད། ཏཱ་ཨཱ་ནི་ཀི་ལན་ལོ་ཀེ་སེ་ཆེན་པོ་ཞི་བ་ལ་ཀི་གསུམ་ཏཱ་ལོ། ཏཱ་ཁྲོ་བའི་སྡིག་པ་ལྕི་བ། རྙེད་པ་ལ་སྙིང་པོ་མེད་པ། སྙིང་པོ་ཡོད་པར་རྟོགས་པ་སེ་ན་དོན་མཚོན་གསུམ་གྱི་ཐོག་ལས་པས་སྟོན་མེད། དང་པོ་ཁྲོ་བའི་སྡིག་པ་ལྕི་བ་སེ་ཏཱ། ཏཱ་ཁྲོ་བའི་སྡིག་པ་ལྕི་ཟག་མེད་ཏཱ། ང་ཐོབ་ནི་ལོ། འབར་བྱེད་སྐྱབས་མེད་སེ་ནོག་སང་ཏང་ཤིན་ན་པའི། མི་གཞན་གྱི་ཆོས་ལོ་ཡ། རྙོག་བཅོས་དང་ཚིག་ཚོགས་མི་སྙན་པ་དུས་སུ་བྱོལ་འམ་འདའ་ལོ་རྩིབས་ཟ་མིག་གིས་དེ་ལས་ཏན་ཏན་གྱི་པའི་ཨང་ནི་གི་ཉེས་པ་དེ་རྣམ་མིན། བསམ་མེད་ཀྱི་སྦོམ་ཤོས་ཅི་ཡིན། ཅི་ཤོས་ཅི་ཡིན་སྟོན་མེད་ད་ང་ན། རྙེད་པའི་བར་ཆད་རྒྱས་པའི་ཕྱིར་གལ་ཏེ་འདི་དག་མི་འདོད་ན། བདག་གིས་རྙེད་པ་འདིར་རྡོར་གྱིས་སྡིག་པ་དག་ནི་བསྟན་པར་གནས་སའང་ན་ཅི་སོགས་མེད་ད། ད་ལྟ་ཆོས་ཕྱོགས་དུག་གསུམ་པའི། རྙེད་པ་དང་བཀུར་སྟི་ལ་སོགས་པ་ཐོབ་ནི་ལུགས་བར་ཆད་བེའུ་མའི་སེམས་ནོག་སང་བཏང་བཞིན་ན་བས་སེམས་ལ་རྙེད་པའི་བར་ཆད་བྱེད་པའི་ཕྱིར། ཨ་ནི་བས་ནོག་སང་བཏང་བཞིན་ན་བས། གལ་ཏེ་འདི་དག་མི་འདོད་ན། གལ་སྲིད་དགའ་སྟོན་བྱེད་པས་འདི་ཟེར་བ་ཅན་དེ་གཞན་གྱི་རང་བློ་ཡ་སྙོབ་ཆོས་ཚིག་རྩུབ་མི་སྙན་པ་ལ་སོགས་པ་བེད་མེད་འདི་དག་མི་འདོད་ན། ང་ནི་འདི་སོ་འདི་མི་འགོ་བས་སེམས་ནོག་སང་བཏང་བ་ཅན། དེའི་བེ་ནི་དེ་ཀི། ད་ང་ཐོབ་འདི་ལོ་བར་ཆད་བཅབ་ད་ལོ་དེ་ལས། ཁོང་ཁྲོ་ཟ་དེ་ཀི་ཡ་སོ་བ་བྱིན་བཟོ་མེད། ད་ཀི་རྙེད་པ་འདིར་འདོར་གི་སེ་ག་ལས། དེ་ལས་ཆོས་ཀི་རྩི་བི་ས་ཤི་ན་བེ། ད་རྙེད་པ་ལ་སོ་བ་བཀུར་སྟི་ལ་སོ་བ་ཐོབ་དེ་ཀི་བེ་སོ་ཕྱིར་རོ། ད་ཀི་རྙེད་པ་འདིར་འདོར་གི་སེ་ག་ལས། རང་གི་ཐོབ་མི་ཆུ་ནོར་ལོངས་སྤྱོད་དང་གཏམ་དང་སྙན་གྲགས་དེ་སོ་ག་དེ་བེ་ཡོད་དེ་ཀི་བེ་སོ་ཕྱིར་རོ། ནམ་ཞིག་གི་ཚེ། འདིར་འདོར་གི་སེ་ག་ལས་རང་གི་བྱ་བ་ཀུ་ཤ་ཤི་ན་བེ། འཇོག་གོ། བཟོ་མེད། འདས་པའི་བདག་སྡིག་པ་དག་ནི་བསྟན་པར་གནས་ཟེར་ག་ལ་ཨ་ནི། ཐོབ་ནི་ལོག་པར་ཅི་བཅབས་མེད་ཟེར་ནོགས་སུ་བཏང་ཞིང་ན་བའི་ཆོས་ཀྱི་རྩིབས་སུ་ཟག་མེད་ཀྱི་སྡིག་པ་དག་ནི་ཨ་ནི་སྡིག་པ་འདི་ཚོ་ནི་བསྟན་པར་གནས་ཟེར་ག་ལ་ཨ་ནི་ལས་ཀྱི་རྣམ་པར་མ་སྨིན་གྱི་བར་དུ་ལུས་རང་དང་ཅི་ཁ་བས་ཞིང་ན་བས་གནས་ཞིང་ན་བས་ཐིམ། དེ་བས་ནི་དེ་ཀྱི། དེ་ཁྲོ་བས་ཀྱི་སྡིག་པ་དེ་རྣམ་མེད། བསམ་མེད་ཀྱི་བོང་བུའི་ཡོད་པིན། དེའི་བེ་ནི་སྟེ་ཀྱི་ཆོས་ལུས་ཡ། ཐོབ་ནི་ལོ་བར་ཆིས་སྐྱབས་མེད་སོ་ནོགས་སུ་བཏང་ཞིང་གདའ་བའི་ཆོས་རྣམས་ལ་བསམ་མེད་ཀྱི་རྩིབས་ཟབ་བོ་མིས་སོ་མེ། བདག་ནི་བདེན་གཉིས་ཤི་ཡང་བླ་ཡི་ལོག་འཚོའི་ཡུན་རིང་གསོན་མི་རུང། བདག་ལྟ་ཡུན་རིང་གནས་གྱུར་ཅང་འཆི་བའི་སྡུག་བསྔལ་བདེན་གཉིས། དེའི་བེ་ནི་སྟེ་ཀྱི་ད་རྒྱལ་སྲིད་ཆེན་པོ་ཞི་བ་ལ་རྒྱལ་སྲིད་གསུམ་མོ་བདག་ནི་བདེན་གཉིས་ཤི་ཡང་བླ་ཡི། ངག། སོ་མེ། བདེན་གཉིས་སོ་བར་ཆིས་མདའ་རྟགས་རང། ཤི་ཡང་བླ་ཡིག་ཟེར་བ་ཆེ་ཤི་དེ་གི་བོད་ས་ཆུ་རའི་ཏུ་པས། ཤུ་རའི་ཏུ། སོགས་ལས། ག་བྱི་བས་ས་བཟའ་ལོ། ལོག་འཚོའི་ཡུན་རིང་གསོན་མི་རུང། ས་ལོ་བོད་ཀྱི་འཚོ་བ་ལ་བརྟེན་ཏེ་གི་བའི་ཡུན་རིང་པོ། ཆི། གསོན་འདོད་པ་ལས་ད། ད་སྦྲང་བུ་སྦྲང་ཆང་གི་ཐོག་ལས་པའི། སྐད་ཆ་ཡུད་ཙམ་གྱིས་མཐོང་ལ་འདོད་བཞིན་ན་བའི་ཤི་སོབ་གྲགས། སོགས་ལས། ད་ལོ་བི་འཚོ་བ་ཟེར། ད་ལོ་བི་གི་འཚོ་བ་ལྔ། ཚུལ་འཆོས་ཁག་བཟའ་ཞོག་ལོང་ཐོབ་ཀྱི་བྱ་བ། ད་ནི་ལོ་བི་འཚོ་བ་ལྔ་ལས་གཏན་དེ་གི་བའི་ཆུ་ལོ་བརྒྱ་ཅི་འདོད་པ་ལས་ད་སེམས་པ་རྣམ་པར་དག་པའི་གི་ཐོག་ལས་གཙང་མ་གཙང་བྱང་གི་ཅི་གི་ཐོག་ལས་ལོ་གཅིག་གཉིས་དེ་ཅི་འདོད་ཤི་ན་བའི་ཤི་ཡ་སོགས་གྲགས་སི་གསུངས་ནས་དེ་བས་ནི་དེ་གི་ད་ལོ་བི་གི་འཚོ་བ་ལོ་གཏན་དེ་གི་བའི་དེ་ཡུན་རན་པའི་སོན་དུ་རུང་གི་མིན་སི་གསུངས་ནས་ལོ་ཚོད་ཡུན་རིང་སོན་མི་རུང།

ཕན་པ་མེད་པའི་ཁ་ལོ། དེ་བར་ཆད་བཅབས་ད་ལོ་རྩིབས་ཟ་བ་ད་ལོ་བདེ་གི་ཉེས་པ་དེ་ཆོས་ར་ད་ཅི་ཁ་བའི་ཐེའུ་ཟེ། ད་ཐོབ་མི་དེ་ནི་སྙིང་པོ་ག་ནས་མི་ཟེ་སྟོན་མེད། ད་རྙེད་པ་ལ་སྙིང་པོ་མེད་པ་ཟེ་ད་རྙེད་པ་ལ་སྙིང་པོ་མེད་པ་ཟེ་ག་ལས་དེ་ད་རང་གི་རྙེད་པ་དང་བཀུར་ཏེ་གཏམ་དང་སྙན་གྲགས་དེ་སོ་ག་དེ་བས་ཐོབ་དེ་སྐད་པའི་ས་ཅི་རུང་སྙིང་པོ་མི་ཟེ་བས་ཤི་ན་ཨ་ན་སྟོན་མེད་ད་རྙེད་པ་ལ་སྙིང་པོ་མེད་པ།

ལྟོ་འཕྱེ་བས། རྨི་ལམ་གྱི་སྟངས་ཤིག་ན་བས་ཨཱ་ནི་གི་བདེ་བ་འདི་མྱོང་ངོ་ཞེ་ན་བས། དེ་ལས་གཉིད་སད་མི་བདེ་དང་ཟག་མེད་སད་པར་འགྱུར་བ་གང་ཡིན་དང། རྨི་ལམ། ལོ་བརྒྱ་གི་རིང་ལོ་ཡ། རྨི་ལམ་ན་མེ། སད་མེད་ལས་ཤོམ་གྱིས་མཐོང་ངོ་ཞེ་ན་བས་རྨི་ལམ་གྱི་ནང་ན་ལོ་ཨཱ་ནི་བདེ་བ་འདི་མྱོང་ཞེ་ན་བས་གཉིད་ལས་སད་མི་བདེ་དང་ཟག་མེད། དེ་ལས་གཞན་ཞིག་ཡུད་ཙམ་བདེ་མྱོང་ནས་སད་པར་འགྱུར་བ་གང་ཡིན་པང་སེང་གེ་ལས་རྨི་གཞན་གཅིག་གི་བརྡ་རུ་རྨི་སོ་སོ་གཅིག་གིས། དུས་ཡུན་ཐུང་ཁུག་གཅིག་གི་རིང་ལོ་ཡ། རྨི་ལམ་ལས་ཤུམ། ཅི་བཏང་བཞིན་ན་བས་ཨཱ་ནི་གི་བདེ་བ། ཏཱ་ནི། དུས་ཐུང་ཁུག་ཅིག་གི་རིང་ལ་ཡང་རྨི་ལམ་ལས་ཤུམ། ཅི་བཏང་བཞིན་ན་བས་ཏཱ་ནི་གི་བདེ་བ་འདི་མྱོང་བཞིན་ན་བས། དེ་ལས། གཉིས་ལས་སད་མི་དེ་གཉིས་ཕྱ་ར། སང་མེད་སད་པར་བརྗོད་པ་གང་ཡིན་པ། སད་པ་དེ་དང་གཉིས་ཀ་ལ་ཡང་བདེ་བ་དེ་ནི་ཕྱིར་འོང་མེད། སད་ཧ་ནི་གཉིས་ཕྱ་ར་གཉིས་ལས་སད་འོང་བརྡ་ལུགས། རྨི་ལམ་གྱི་ནང་ན་ལ་མཐོང་ཡོད་པའི་གི་བདེ་བ་དེ་ནི། ཕྱིར་འོང་མེད་སད་ཧ་ལས་སད་འོང་བརྡ་ནི་གཉིས་ཕྱ་ར་ལུས་མེད་བཅོ་ར་ཕྱི་པས། སང་མེད། གཅིག་གིས་རྨི་ལམ་ལོ་བརྒྱ་ཐམ་པ་བཏང་ཞིང་ན་བའི་བདེ་བ་མྱོང་རེག་འདྲ། གཅིག་གིས་མདུན་ཡུད་ཙམ་གྱིས། རྨི་ལམ། སྣང་གློ་བདེ་བ་ཅན་མྱོང་སྟེ་གུས་པས་གཉིས་ཆར་གཉིས་ལས་སྲས་འོམ་བདག་ལུ་གཉིས་ཆར་རས་ཀྱི་བདེ་བ་དེ་ནི་མེ་ལྕོག་ར་བྱེད་པས་སོ་མེ། སྲེད་པ་འདོད་བདག་གཉིས་ཀ་ལ་བདེ་བ་དེ་ནི་ཕྱི་རུང་མི། ཚེ་རིང་ཚེ་ཐུང་གཉིས་ཀ་ཡང་འཆི་བའི་དུས་སུ་དེ་འདྲར་ཟད། ནི་བས་ནི་དེ་ཀའི། རྙེད་པ་མང་པོ་ཞིག་ཐོབ་སྟེ་གུས་པས་ཚེ་རིང་རེད་འདྲ། རྙེད་པ་མེད་པ་བས་ཤི་ན་ཚེ་ཐུང་སྟེ་གུས་པས་ཟ་ཆུ་རེད་འདྲ། ད་ནི་གཉིས་ཆ་རགས་གཉིས་ཀ་ཡང་ཕྱི་དབྱིག་བསྡུས་གཟུགས་དེ་འདྲར་ཟད། ཟེར་ག་ལ། ཕྱི་དབྱིག་གི་བཀའ་བློ་དེ་ནི་རྒྱུ་ནོར་ཡོད་མིན་དང་མེད་མིན་གཉིས་ཆ་རགས། ཅོག་རགས་གཅིག། སོ་མའི་ཕྱི་དབྱིག་བསྡུས་གཟུགས་དེ་འདྲར་ཟད། ཟེར་ག་ལ། གཉིས་ཆ་རགས་ཅོག་རགས་གཅིག་པའི་དབྱིངས་སོ་མའི། རྙེད་པ་མང་པོ་ཐོབ་གྱུར་ཏེ་ཡུན་རིང་བསྡུས་གཟུགས་བདེ་སྐྱིད་ཅང་ཆོམ་པའི་ཁྲོ་བག་ཇི་བཞིན་དུ་བྲན་མོ་ལག་པ་སྟོང་པར་འགྲོ། ཟེར་ག་ལ། རྙེད་པ་མང་པོ་ཐོབ་གྱུར་ཏེ། རྒྱུ་ནོར་ལོངས་སྤྱོད་གསེར་དངུལ། བཟང། གཏམ་སྙན་གྲགས་དུས་སུ་ཡུན་རན། ཁ་ཆུ་ལོ་ལེགས་ཤ་ཆུ་ཐོབ་བཞིན་ན་བས། ཡུན་རིང་དུས་སུ་བདེ་སྤྱོད་ཅང་བདུན་རན། གཅིག་གི་ཐུན་ལོ་ལོ་ངོ་བདུན་བཅུ་བརྒྱད་བཅུ་དགུ་བཅུ་གཅིག་ལོངས་སུ་སྤྱོད་བཞིན་ན་བས། དེ་ཐོག་ཐུག་གི་ཐོང་ལེ་བས་སྤྱོད་བདེ་གི་བས་ས་ཆུ་རུང། དཔེར་ན་ཆོམ་པོའི་ཁྲོ་བ་ཇི་བཞིན་དུ་སེང་ག་ལ་དཔེར་ན། ཨའུ་ཀུ་མི་འཇགས་པ་འཕྲོག་ཆོམ་པའི་མེ་དུ་སུ་གི། ད་ག་ར་ཆུ་བཞིན་ན་བས་རང་ཉིད་སྟོང་པ།

ཨ་བུ་སྐུ་མི་གྲོགས་གཅོང་བོད་མི་དེ་གིས་གཅོང་མི་ཤི་ན་བས་སྤྱང་ཀ་སྤྱང་ཀ་བཟུང་བཞག་འདུག་བཟུང་བས་ར། ཤི་བའི་སྐབས་སུ་ནི་ཁྱོད་ར་སྤྱང་ཀ་དང་ཅོ་ར་གཅིག་པའི་འཇོག་གོ། ཟེར་ནས་འདྲེན་ནོ་ཟེར་བ་ཅན་གཅེར་བུ་ལ་བས་སྟོང་པ་སྟོང་སྤྱང་བས་ཤི་ན། ལག་པ་སྟོང་པ་བས་འཇོག་གོ་ཟེར་སོང་ནས་འདྲེན་ནོ་ལག་པ་སྟོང་པ་ར་འགྲོ་ཟེར། དེ་བས་ནི་དེ་གིས་ཁྱོད་ཀྱི་ཇོ་ནོར་ལོངས་སྤྱོད་ཐོབ་པ་དང་མ་ཐོབ་པ་དེ་ལོ་སྙིང་པོ་འགའ་ཞིག་འདུག་གསུངས་ནས། དེ་བས་ན་དེ་གའི་རྒྱུ་ནོར་ལོངས་སྤྱོད་ཐོབ་ནུས་ལུགས་བརྙས་བཅོས་དང་ཚིག་རྩུབ་མི་སྙན་པ་འདི་ཚོ་གི་སྦར་ཆ་སྐྱབས་མེད་སེ་ནོག་སུ་བཏང་ཞེ་ན་བས་ཁོང་ཁྲོ་མ་ཟ། རྩིབ་མ་ཟ། སེ་གསུངས་མེད། དགོས་མཁོ་ལས་བཤོམས་པས་དེ་ཏོག་ཏོག་ཡིན། ཧ་མ་གོ་ག་ནས་མི་ཡང་ན་རེ་མ། དེ་ལས་གསུམ་པ་སྙིང་པོ་ཡོད་པར་རྟོགས་པ་དགག་པ། ད་སྙིང་པོ་མིན། ད་རུང་ལ་ལུགས་གཅིག་གིས་ང་ཅི་བཟུང་འདི་གཟུགས་ཀྱི། འཁོར་བོད་ཀྱི་ཆོས་ལུགས་སྙིང་པོ་མིན། མི་ཟེར་གསུང་འདི་གི་བེད་སོ་ཅི་རུང། ད་རུང་ཡང་སྙིང་པོ་ཡུལ། ཟེར་ནོག་སོ་སྟངས་དུས་བེད་སོ། ཧཧཧ་ནི་སྙིང་པོ་ཡུལ་ཟེར་ནོག་སོ་སྟངས་དུས་བེད་ཀྱི་རྟོག་པ་བསམ་བློ་དེ་དེ་མ་དགག་ནི་ཟེར་གསུང་མེད་དང་མེད་བསྟོད་ནི་ཡིན་གསུང་མེད། དེ་འདི་སྟོན་བེད་ཀྱི་གཞུང་དང་ན། གལ་ཏེ་རྙེད་བེད་སོ་འགྱུར་ན། སྡིག་རྫས་བསོད་ནམས་འཇལ་བཞེད་ན། ད་ང་ཅི་ཟུམ་ཅིག་གི་ལབ་མེད་རྒྱལ་སྲས་ཆེན་པོ་ཞི་བ་ལགས་ལོ་ཡ། རྒྱལ་སྲས་ཆེན་པོ་ཞི་བ་ལགས་ཀྱིས་དེ་ད་ཅི་ཡ་དགོངས་ལོ།

སྡིག་པ་དེ་མ་ཟད་བསོད་ནམས་ཀྱི་ལག་འདི་སོགས་གོང་ནས་གོང་དུ་བས་འཚུབ་པའི་མེད་ནའང་གཙང་མེད། བསོད་ནམས་ཀྱི་ཚོགས་བསགས་འཚུབ་པའི་མེད་ནའང་གཙང་མེད། ཨ་ནི་བས་ནི་དེ་ཀྱི་དེ་ང་ཐོབ་འདི་ལོ་འབའ་ཆེན་སྐྱབས་ད་ལོ་རྩིབས་བཟང་མེད་ས་ལ་བ་ཅན་གཙང་མེད། བདེ་གི་ལན་ལོ་ཡ། རྙེད་པའི་དོན་དུ་འཕྲོད་འགྱུར་ན་བསོད་ནམས་ཟད་དེ་མི་འགྱུར་རམ། ཨ་ཧེ་དེ་བས་མེད་གཙང་མེད། ད་ཁྱོད་ཀྱིས། ཐོབ་བཞི་ན་བས་དེ་དག་དགེ་འདུན་ལུགས།

ཨ་སོགས་ནས་སོ་ནམ་བཟས། སྡིག་མི་འགྱུར་རམ་ཟེར་བར། ཨ་ནི་རྙེད་པའི་གི་དོན་དུ་ཐོབ་པའི་གི་དོན་དུ་ལ་རྩིབས་ཟ་བ་ལོ་སྟན་ཏེ་གས་པའི་ཨ་ནི་ལ་སྟན་ཏེ་གི་སྡིག་པ་མི་འགྱུར་ག་ཨོ་སོགས་ནས། ཨེ་མ། ཧཱུྃ། གང་གི་དོན་དུ་དག་སོན་པ། འདི་ཉིད་གལ་ཏེ་ཉམས་འགྱུར་ན། སྡིག་པ་འབའ་ཞིག་སྤྱད་པ། སོན་པ་དེ་ཁོས་ཅི་ཞིག་བྱ། གང་གི་དོན་དུ་དག་སོན་པ། སེང་ག་ལས། ད་ཁྱོད་ཡུན་རན། པའི་འདོད་དགུ་སྣོད་མི་དེ་ནི། སོ་ནམ་གྱི་ཚོགས་ཀྱི་ས་བསྒོ་བས།

སྡིག་པ་འབའ་ཞིག་བྱས་པ་ཡིན་གསོན་པ་སྡིག་པ་ཅི་ཞིག་བྱ། དེ་གང། དེ་ལས་སྡིག་པ་ཁོ་ན་འབའ་ཞིག་ན་བས་དུས་ཡུན་རིང་པོ་ཅིག་མ་ཤི་བ་གདོན་མི་སྡིག་གི་ག་ཅི་བས་ནི་མོངས་གསུངས་ནས། སྡིག་པ་འབའ་ཞིག་བྱས་པ་ཡིན་གསོན་པ་དེ་ཡིན་ཀོ་ཅི་ཞིག་བྱ། དེ་གང། ད་སྡིག་པ་ཁོ་ན་སྡིག་པ་ཅི་ཅི་འབའ་ཞིག་ན་བས་ད་ཡུན་རན་བས་མ་ཤི་བ

དང་ནི་བས་ནི་འདི་སྐད། ད་མི་གཞན་གྱི་རང་ལུས་ཡང། སྨྱོ་བཅོས་ཚིག་རྩུབ་མི་སྙན་པ་བཞི། དགྲ་བཅོས་གསུམ། སྨྱོ་བཅོས་ཚིག་རྩུབ་མི་སྙན་པ་གསུམ་ད་རེ། ཏེ་ཁ་ཚ་གི་སྡུག་བསྔལ་ཏེ། ཁ་ཚ་གི་བར་ན་ལ་སྡུག་བསྔལ་ཏེ་ཞུ་ཚ་བ་འམ། དང་ནི་བདག་ལ་ཉེས་པ་བཞི་ཟེར་ག་ལ། སྡུག་བསྔལ་སྨྱོ་བཅོས་ཚིག་རྩུབ་མི་སྙན་པ་བཞི། དང་ནི་བཞི་སྟེ་རང་ལུས་བས་འོངས་པའི་སྐབས་སུ། རང་ལུས་འབྱུང་འདི་ཀྱི་སྐབས་སུ།

ད་ཕན་ཐོགས་རྩ་དང་པོ་ལས་མེད་མ་ཚད། ང་ནི་ཁོང་ཁྲོའི་གི་སྡིག་པ་འདི་རྣམས་མེད་བསམ་མེད་ཤིན་ཏུ་ལྕི་བ། དེ་ལས་ཏན་ཏན་དགོས་པས་དེ་ནས་ཚེ་འདི་དང་ཕག་ཕུལ་ཇོ་ད་ལུ་སྡིག་པ་འདི་རང་གི་རྗེས་སུ་གཉགས་ཤིང་ན་བས་དེ་ལས། དམྱལ་བའི་གི་ནང་ལ་སྐྱེས་བྱུང། ང་ནི་བས་ཤིང་ན་བས་དེ་དམྱལ་བའི་གི་རྣམ་སྨིན་ལས་བྱ། ཅི་བདེ་བའི་ས་དེ་གི་བས་དེ་བདེ་བའི་ཇོ་ནི་ཡིན་པས་སྲིད་ཞུ་ནི་ཡིན་ལ། དེ་བས་བ་ལུ་ཏན་ཏན་གི་བས་མི་གཞན་གི་རང་ལུ་ཡ།